སྦྱོར་བ་སྒྲུབ་པ་ལ་འཇུག་ཚུལ་ཤེས་པ་གཉིས་ཡོད་པའི་ནང་ནས་གཉིས་པ་སྦྱོར་བ་སྒྲུབ་པ་ལ་འཇུག་ཚུལ་ཤེས་པ་ལ་གདམས་ངག་ཤེས་པ་ངེས་འབྱེད་ཡན་ལག་ཤེས་པ། སྒྲུབ་པའི་ཡན་ལག་གི་ཆོས་ཤེས་པ་དང་བསྲབ་བྱ་གསུམ་ཡོད་པའི་ནང་ནས་གསུམ་པ། སྒྲུབ་པའི་ཡན་ལག་གི་ཆོས་ལ་སྒྲུབ་པའི་རྟེན་སྒྲུབ་པའི་དམིགས་པ་སྒྲུབ་པའི་ཆེད་དུ་བྱ་བ་སྒྲུབ་པ་རང་གི་ངོ་བོ་དང་གཞི་ཡོད་པའི་ནང་ནས་ཟབ་རྒྱས། གཉིས་པ། སྒྲུབ་པའི་དམིགས་པ་ཞེས་པ་རེད། དེ་ལ་མཚམས་སྦྱར་བ་རྩ་བ་ཞེས་པ་འབྲེལ་བ་ཞེས་པ་གསུམ་ཡོད་པའི་ནང་ནས་དང་པོ་མཚམས་སྦྱར་བ་རེད། ཇི་སྐད་བཤད་པའི་སྒྲུབ་པའི་རྟེན་གྱི་དམིགས་པ་གང་ཡིན་ཞེ་ན་ཟེར་དུས་ཇི་སྐད་བཤད་པའི་ཟེར་དུས་སྔོན་ལ་བཤད་ཚར་བའི་སྒྲུབ་པའི་རྟེན་བྱང་ཆུབ་སེམས་དཔའ་རྣམས་ཀྱི་དམིགས་པ་གང་ཡིན་ཟེར་བ་རེད། ཡང་ན། ཇི་སྐད་བཤད་པའི་སྒྲུབ་པའི་རྟེན་གྱི་དམིགས་པ་གང་ཡིན་ཏེ། དེ་ནས། ཐེག་ཆེན་སྒྲུབ་པའི་གྲོ་མདོག་སྤྱོད་པའི་ཡུལ་དེ་ག་རེ་རེད་དྲི་བ་རེད། ད་གྲོ་མདོག་བསལ་ཏེ་ཡོང་གི་འདི་སྐབས་ལ་གྲོ་མདོག་བསལ་ཏེ་གནས་ཚུལ་དང་མ་མཐུན་པའི་བསམ་བློ་ཅིག་ལ་གཟིགས་ཀི་རོགས། ཉམས་ལེན་བྱེད་པའི་སྐབས་སུ་གནས་ཚུལ་དང་མ་མཐུན་པའི་བསམ་བློ་དེ་ཚོ། བཀག་དགོས་ཡོད་རེད། བཀག་པར་བྱ་བ་ལ་ཡུལ་གྱི་གནས་ཚུལ་ཤེས་དགོས་ཡོད་རེད། བྱས་ཙང་དེ་ཡིན་དུས་ཡུལ་བྱུང་བ་ད་ཡུལ་ཡོད་པ་ཡིན་ན། དེ་ནི་ཡུལ་གྱི་གནས་ཚུལ་ཤེས་དགོས་ཡོད་རེད། ཤེས་ན་ཡུལ་གྱི་གནས་ཚུལ་དང་མ་མཐུན་པའི་བསམ་བློ་དེ་འཁེལ་དགོས་ཡོད་རེད། བྱས་ཙང་དེ་ཡིན་དུས། ཇི་སྐད་བཤད་པའི་སྒྲུབ་པའི་རྟེན་གྱི་དམིགས་པ་སྟེ། ང་ཚོ་དེ་དམིགས་པ་དེ་ནམ་རྒྱུན་ནས། ཚད་མ་བཤད་པའི་སྐབས་ཀྱི་དམིགས་རྐྱེན་དམིགས་རྐྱེན་ཟེར་བ་དང་གཅིག་པ་རེད། མདོར་ན་ཇི་སྐད་བཤད་པའི་སྒྲུབ་པའི་རྟེན་གྱི་དམིགས་པ་གང་ཡིན་ཏེ། བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་པའི་སྐབས་སུ། གནས་ཚུལ་དང་མ་མཐུན་པའི་བསམ་བློ་དེ་ཚོ་བཀག་པའི་ཡུལ་དེ་གང་ཡིན་ཟེར་བ། ཡང་ན་ཐེག་ཆེན་སྒྲུབ་པའི་དམིགས་པ་གང་ཡིན་ཟེར་བ། དེ་ནི་དམིགས་པ་ད་དམིགས་པ་འདི་ཤེས་ཀྱི་ཡིན་སྲིད་བར་མཚམས་སྦྱར། དེ་ནས་གཉིས་པ་རྩ་བ། དམིགས་པ་ཆོས་རྣམས་ཐམས་ཅད་དེ་དེའང་དགེ་ལ་སོགས་པ་འཇིག་རྟེན་པ་ཡི་རྟོག་པ་དང་གང་དག་འཇིག་རྟེན་འདས་དུས་དང། ཟག་བཅས་ཟག་པ་མེད་ཆོས་དང་གང་དག་འདུ་བྱེད་འདུས་མ་བྱས་བློ་མ་ཐུན་མོང་ཆོས་རྣམས་དང་གང་དག་ཐོས་པའི་ཐུན་མོང་མིན་ཞེས་བྱ་བ་གསུངས་ཏེ། འདི་བར་དུ་གཉིས་པ་ས་བཅད་གཉིས་པ་རྩ་བ། ད་རྩ་བཅད་གསུམ་པ་འགྲེལ་བ་ཞེས་པ་ལ་སྤྱིར་བསྟན་པ་སོ་སོར་བཤད་པ་དམིགས་པའི་ཚུལ་ཞེས་པ་གྲངས་ཀྱི་དོན་བསྡུ་བ་རྩ་བཅད་བཞི་བ་རེད། སྤྱིར་བསྟན་པ་ཟེར་དུས་དེ་ནི་སྤྱིའི་དམིགས་པ་གསུམ་བསྟན་པ་རེད། དེ་ནས་སོ་སོར་བཤད་པ་སམ་བྱེ་བྲག་གི་དམིགས་པ་བརྒྱད་བཤད་པ་རེད། དེ་ནི་དམིགས་པའི་ཚུལ་ཟེར་དུས་ཐེག་ཆེན་སྒྲུབ་པའི་ཡུལ་བཅུ་གཅིག་ལ་དམིགས་པའི་ཚུལ། དེ་ནི། བཅུ་གཅིག་ཡོད་ཚད་གྲངས་ཀྱི་བསྡུས་གྲངས་ཀྱིས་འཇུག་འདོད་པ་རེད། དེ་ན་ན་དང་པོ། དེ་ནས། སྤྱིར་བསྟན་པ་ཟེར་བ་ཞིག་ཡོད་རེད། དེ་ན་སྤྱིར་བསྟན་པ་ཟེར་ན་སྤྱིའི་དམིགས་པ་གསུམ་ཞེས་པར་དེ་ཞིག་ཡོད་རེད། རེ་ཞིག་དང་པོར་སྤྱིར་དགེ་བ་དང་མི་དགེ་བ་དག་ལུང་དུ་མ་བསྟན་པ་སྟེ། གོ་རིམ་བཞིན་དུ་དགེ་སྦྱོང་གི་ཚུལ་ཉིད་དང་སྲོག་གཅོད་ལ་སོགས་པའི་ལ། ལུང་དུ་མ་བསྟན་པའི་ལུས་ཀྱི་ལས་ལ་སོགས་པའོ། འདི་ཞེས་པ་རེད། སྤྱིའི་དམིགས་པ་གསུམ་ཟེར། སྤྱི་དང་བྱེ་བྲག་རེད་མདོར་ན་སྤྱིའི་དམིགས་པ་ཟེར་ན། སྤྱི་ཡིན་པའི་དམིགས་པ་དང་བྱེ་བྲག་ཡིན་པའི་དམིགས་པ་ཟེར་བའི་འགྲོ་སྟངས་ལྟ་བུ་སྟེ། རེ་བ་དེ་རེད། ང་ཚོར་སྤྱི་དང་བྱེ་བྲག་ཤེས་པ་ན་བཞིན། དགེ་མི་དགེ་ལུང་མ་བསྟན་གསུམ་པོ་དེ། སྤྱི་ཡིན་པའི་དམིགས་པ་རེད། དཔེར་ན། ཤུག་པགས་ཀྱི་སྤྱི་དེ་ཤིང་ཡིན་པ་ན་བཞིན། དེ་ནི་དམིགས་པ་བརྒྱད་དེ་བྱེ་བྲག་རེད། བརྒྱད་ཀྱི་གཅིག་དེ་འགལ་མེད་ཀྱི་ལུང་མ་བསྟན་གསུམ་པོ་ཡིན་དུས་དེ་ནི་འདི་ཞེས་པ་བྱས་ཙང་རེ་ཞིག་དང་པོར་སྤྱིར་ཏེ། ད་ཅི་ཡིན་པས་དེ་ནི་དམིགས་རྐྱེན་གསུམ་ཞེས་པ་ནི་ཟེར་བ་རེད། ད་འགྲོ་དང་འདྲ་བ་དེ་བག་གི། གོ་རིམ་བཞིན་དུ་འུ་སེ་འཇའ་རས་རིག་དཔེར་ན་དགེ་སྦྱོང་གི་ཚུལ་ཟེར་བ་དང་དགེ་བ་སྦྱར། སྲོག་གཅོད་པ་ལ་སོགས་པ་དང་མི་དགེ་བ་སྦྱར། ལུང་དུ་མ་བསྟན་པའི་ལུས་ཀྱི་ལས་ལ་སོགས་པ་ཟེར་ན་དེ་ནི་ལུང་མ་བསྟན་ལ་འཇའ་རས་རིག། སོགས་པ་བསལ་ཏེ། གཉིས་ཀ་ལ་འཇའ་རས་རིག་ད་འདྲ་སྟེ། སྲོག་གཅོད་པ་ལ་སོགས་པ། སྲོག་གཅོད་པ་བར་དུ་དེ་ལ་འདུས་ཏེ་དག། བྱས་ཙང་དེ་ཡིན་དུ་སྦྱར་དུས་དགེ་སྦྱོང་ཚུལ་ཉིད་ཟེར་ན། དགེ་ཆུང་ཚུལ་ནི་དྲི་མེད་ལམ་གསུང་དུ་མཛོད་ན་ལ། དགེ་ཆུང་ཚུལ་ས་ན་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་ལྟ་བུ་རེད། ཟག་མེད་བར་ཆད་མེད་ལམ་ཅི་རེད་ལབ་ནས་འགྲིག་རེད། དགེ་ཆུང་ཚུལ་ནི་དྲི་མེད་ལམ་སླར་རོ། དགེ་ཆུང་ཚུལ་ས་ན་ཟག་མེད་བར་ཆད་མེད་ལམ། དཔེར་ན། ཟག་མེད་བར་ཆད་མེད་ལམ་དེ་མཐོང་ལམ། འཕགས་པའི་མཉམ་གཞག་ཡེ་ཤེས། སྤང་བྱ་ལ་དངོས་སུ་ཁ་བརྡའི་ལྕགས་མཁན་དེ་ཚོ་ལ་གཟིགས་རོགས། བྱས་ཙང་དེ་རེད། དགེ་ཆུང་ཚུལ་ཉིད་སྟེ། དེ་ནས་མཐོང་ལམ་སྐད་ཅིག་དང་པོ་བསྡུ་དངོས་ཆུད་ཟོས་ལྟ་བུ་དེ། དགེ་བ་རེད་གཟིགས་པོ་རེད། ག་རེ་ཟེར་ན། དགེ་མི་དགེ་གཉིས་ཀྱི་ནང་ནས་ཁོ་དགེ་བ་ཡིན་པར་སངས་རྒྱས་གསུངས། ཨེ་ནི་ཁོ་རང་ལ་བསྟན་པའི་གྲུབ་འབྲས་འབྲས་བུ། ཡིད་དུ་འོང་བ་ཅིག་ཡོང་གི་ཡོད་རེད་ཟེར་གྱི་རེད། དེ་ནས་སྲོག་གཅོད་པ་ལ་སོགས་པ་སྟེ། ཞེ་སྡང་གིས་ཀུན་ནས་བསླངས་ཞེ་སྡང་གིས་རྒྱུད་སྐུལ་བྱས་ནས་སེམས་ཅན་གཞན་གྱི་སྲོག་གཅོད་པ་ལ་སོགས་པའི། དེ་ནས་ལུས་ངག་ཡིད་གསུམ་གྱི་ལས་དེ་ཚོ། དེ་ནི་མི་དགེ་བ་རེད་ཟེར་གྱི་རེད། རྒྱུ་མཚན། འདི་དགེ་མི་དགེ་གཉིས་ཀྱི་ནང་ནས་དེ་ནི་མི་དགེ་བ་རེད་ཟེར་ན་སངས་རྒྱས་གསུངས་ལ། ཁོ་རང་གི་གྲུབ་འབྲས་འབྲས་བུ་ཡང་སྡུག་ཅག་ཅིག་ཡོང་གི་ཡོད་རེད་ཟེར་གི་རེད། ད་དེ་ནི་ལུང་དུ་མ་བསྟན་པའི་ལུས་ཀྱི་ལས་ལ་སོགས་པ་སྟེ། དགེ་མི་དགེའི་བསམ་བློ་གང་ཡང་མ་ཡིན་པའི་བསམ་བློ་ཅིག་གི་ཐོག་བསམ་བློ་ཅིག་བརྒྱུད་སྐུལ་བྱས་ནས་ཨ་ནི་ལུས་ཀྱི་ལས། འགྲོ་བ་དང་བསྡེབས་པ་ལ་སོགས་པ་ག་རེ་བྱས་པ་ཡིན་ན་ཡང་དེ་ལྟ་བུའི་ལུས་ཀྱི་ལས་ལ་སོགས་པ་དེ་ཚོ་དེ་ནི་ལུང་མ་བསྟན་རེད་ཟེར་གི་རེད། ག་རེད་ཟེར་ན་ལུང་མ་བསྟན་ཏེ། ཁོ་སངས་རྒྱས་ཀྱི་དགེ་མི་དགེ་གང་དགེ་མི་གང་རུང་བཅས་གསུང་འོང་ཡོད་མ་རེད་ལ། ལུང་མ་བསྟན་གྱི་ལས་དེ་ས་བོན་རུལ་པ་དང་འདྲ་བ་ཡིན་དུས་གྲུབ་འབྲས་ཡང་ཡིད་དུ་འོང་བ་དང་གཉིས་ཀ་ཡིད་དུ་འོང་བ་དང་མི་འོང་བ་གཉིས་ཀ་ཡོད་མ་རེད་ཟེར་གྱི་རེད། འོ་འདི་གིས་དེ་ནས་ཅི་ཡིན་དཔེའི་ཡུལ་གསུམ་དུ་བཤད་པ་རེད། དེ་ཡང་དགེ་ལ་སོགས་པ་ཡིན་ཟེར་དུས་ད་ཅི་ཡིན་དཔེའི། དམིགས་རྐྱེན་གསུམ། ཅི་ཡིན་པའི་དམིགས་རྐྱེན་གསུམ་སྟེ་དགེ་བ་མི་དགེ་བ་ལུང་མ་བསྟན་རེད། གོ་རིམ་བཞིན་དུ་བསལ་ཏེ་མཚན་གཞིའི་སྟེང་དུ་བྱས་པ་རེད། དཔེར་ན། ཅི་ཡིན་པའི་དམིགས་རྐྱེན་གསུམ་སྟེ། གཅིག་དགེ་བ་གཅིག་མི་དགེ་བ་གཅིག་ལུང་མ་བསྟན་རེད། དེ་ཚོ། གོ་རིམ་བཞིན་དུ་ཁོ་རང་ཚོའི་མཚན་གཞི་ལས་འཇལ་ན། དགེ་སྦྱོང་གི་ཚུལ་ཏེ་ཟག་མེད་བར་ཆད་མེད་ལམ། ཞེ་སྡང་ལྟ་བུས་རྒྱུད་བསྐུལ་བས་སྲོག་གཅོད་ལ་སོགས་པའི་ལས། ཡང་ན་ལུང་དུ་མ་བསྟན་པའི་བསམ་བློས་རྒྱུད་བསྐུལ་བས་ཡང་ན་ལུས་ཀྱི་ཕྱག་འཚལ་བ་ལ་སོགས་པའི་ལས་ལ་སོགས་པ་དེ་ཚོ་ཡང་ན་དེ་དང་དེའི་མཚན་གཞི་རེད་ཟེར་བ་རེད། འོ་འདི་རེད་ད། ད་འདི་དམིགས་ཡུལ་དུ་བཞག་ནས། དེ་ནི་ཐེག་ཆེན་སྒྲུབ་པའི་གནས་ཚུལ་དང་མ་མཐུན་པའི་བསམ་བློ་དེ་བཀག་གི་ཡོད་རེད། རེ་བ་དེ་རེད་བྱས་ཙང་ཀ་ཧའི་འདྲ་པོ་དེ་ལྟར་ཐེག་ཆེན་སྒྲུབ་པ་སྒྲུབ་པའི་དམིགས་པ་ཟེར་ན། ཐེག་ཆེན་གྱི་སྒྲུབ་པས་གྲོ་མདོག་བསྐྱེད་པའི་ཡུལ་དེ་ལ་ཟེར་གྱི་ཡོད་རེད། རེ་བ་དེ་རེད་ད་གཉིས་པ་སོ་སོར་བཤད་པ་ལ། དེ་ནི་རྩ་བའི་ཟབ་ཆོས་གཉིས་པ་སོ་སོར་བཤད་པ་རེད་ད་གཉིས་པ་སོ་སོར་བཤད་པ་ཟེར་ན་ད་བྱེ་བྲག་ཡིན་པའི་དམིགས་རྐྱེན་བརྒྱད་དེ་བཤད་གི་ཡོད་རེད་བྱེ་བྲག་ཡིན་པའི་དམིགས་རྐྱེན་བརྒྱད་ཞེས་པ་རེད།

ཉིད་ལ། དེ་ནི་ཡང་ད་ལྟ་དེ། བྱེ་བྲག་ཡིན་པའི་དམིགས་རྐྱེན་བརྒྱད་བྱུང་བ་རེད་ཟེར་བ་རེད། འཇིག་རྟེན་པ་ལ་སོགས་པའི་འཇིག་རྟེན་པ་ལ་སོགས་པའི་རྣམ་པ་གཉིས་པོའི་དབྱེ་བ་སྟེ། འཇིག་རྟེན་དང་འཇིག་རྟེན་ལས་འདས་པ། ཟག་བྱེད་དང་ཟག་བྱེད་ཟག་པ་མེད་པ། འདུ་བྱེད་དང་འདུས་མ་བྱས་ཐུན་མོང་དང་ཐུན་མོང་མ་ཡིན་པ། དེ་འདྲའི་གཉིས་གཉིས་བྱེད་དུ་ཟུང་བཞི་ཆགས་སོང་བ་རེད། ཟུངས་ཤིང་དབྱེ་བ་ཉིད་ཀྱིས། དེ་ནས་ལྷག་མ་རྣམས་ཟེར་ན། སྤྱིའི་དམིགས་པ་གསུམ་བཤད་པའི་འོག་ལ་ལྷག་མ་བྱེ་བྲག་གི་དམིགས་པ་བརྒྱད་བྱུང་བ་རེད་ཟེར་བ་མདོར་ན། དེ་དག་གི་འོག་ཏུ་བསྲེས་དུས། སྤྱི་ཡིན་པའི་དམིགས་པ་གསུམ་དེ་ཤེས་ཚར་ནས། དེ་དག་ཉིད་ལ་སོགས་པ་འཇིག་རྟེན་པ་ལ་སོགས་པ། རྣམ་པ་གཉིས་པོའི་དབྱེ་བ་ཉིད་ཀྱིས་ལྷག་མ་རྣམས་ཏེ། ཨ་ནི་བྱེ་བྲག་གི་དམིགས་རྐྱེན་བརྒྱད་དེ་གཤེགས་ཡིན་ཟེར་བ་རེད། ཞེ་སྡང་འདྲ་བོ་དེ་གྲངས་བཞིན་དུ་བསྲེས་ན་རྩ་བའི་དངོས་བསྟན་གྱི་གོ་རིམ་ནང་བཞིན་བཤད་ཤག་གི་ཡིན་ཟེར་བ་རེད། བྱས་ཙང་ང་ཚོ་བསྡོམས་ན་འགྲིག་ཡོད་བ་རེད་ད་དེའི་འོག་ཏུ་བསྲེས་ད་ཡ་ཅེས། དེ་དག་ཉིད་ལ་སོགས་པ་རྣམས་ཀྱི་ཚིག་ཁོ་རང་འགྲོ་སྟངས་ནི། དེ་ནི་དགེ་མི་དགེ་ལུང་པོ་ལུང་མ་བསྟན་གསུམ་པོ་དེ་དག་ཉིད་ལ། འཇིག་རྟེན་དང་འཇིག་རྟེན་ལས་འདས་པ། རྣམ་པ་གཉིས་བྱས། དེ་ནས། ཟག་བྱེད་དང་ཟག་པ་མེད་པ་རྣམ་པ་གཉིས་བྱས། འདུ་བྱེད་དང་འདུ་མེད་པ་རྣམ་པ་གཉིས་ཐུན་མོང་དང་ཐུན་མོང་མ་ཡིན་པ་རྣམ་པ་གཉིས་པོས་རྣམ་པ་གཉིས་གཉིས་བྱས་པས། དབྱེ་བ་བཞི་གཉིས་ཟུང་བཞི་བྱུང་བ་རེད། ཡ་བརྒྱད་ཟུང་བཞི་བྱུང་བ་རེད། དེ་ཚོ་ལྷག་མ་རྣམས་ཟེར་ན། དེ་ནི་སྤྱིའི་དམིགས་པ་གསུམ་ཕྱིན་པའི་ལྷག་མ་བྱེ་བྲག་གི་དམིགས་པ་བརྒྱད་དེ་རེད་ཟེར་བ་རེད། དེ་ལབ་ན་འགྲིག་དེ་མིན་ན་བསྡོམས་ན་འགྲིག་གི་རེད་གཅིག་པ་གཅིག་གི་ཚིག་གི་རྙོག་དྲུང་རེད་མ་གཏོགས་པའི་སྙིང་དོན་འདྲ་བོ་དེ་དེ་དག་ཉིད་ལ་འཇིག་རྟེན་པ་ལ་སོགས་པ་རྣམ་པ་གཉིས་པོའི་དབྱེ་བ་ཞིག་ཉིད་ཀྱིས་ཏེ། དེ་ནི་བྱེ་བྲག་གི་དམིགས་པ་བརྒྱད་བྱུང་བ་རེད་ཟེར་བ་རེད། ད་དྲང་བཞིན་དུ་དེ་འདྲའི། དེ་ནི། ཞེ་སྡང་འདྲ་པོ་དེ། རྩ་བའི་དངོས་བསྟན་ལ་གོ་རིམ་ག་འདྲའི་བྱུང་བ་ན་ཞེས་བཤད་ཀྱི་ཡིན་སྲིད་གོ། དང་པོར། དེ་ནི་འཇིག་རྟེན་དང་འཇིག་རྟེན་ལས་འདས་པ། དེ་ནི་ཟག་བྱེད་དང་ཟག་པ་མེད་པ། དེ་ནི་འདུ་བྱེད་དང་འདུ་བྱེད་མ་བྱེད། དེ་ནི་ཐུན་མོང་དང་ཐུན་མོང་མ་ཡིན་པ་ཤེས་པ་ནང་ཡིན་བཤད་ཀྱི་ཡིན་སྲིད་གོ། དེ་ནས་ན་དང་པོ། འཇིག་རྟེན་དང་འཇིག་རྟེན་ལས་འདས་པ་གཉིས་པ་དེ་བཤད་ཀྱི་ཡོད་རེད། བྱིས་པའི་སྐྱེ་བོ་ཐམས་ཅད་དང་འབྲེལ་པའི་ཕུང་པོ་ལྔའང་ཆོས་ཅན་རེད། རྟགས་དང་སྒྲུབ་མཆོད་གཉིས་ཀར་ཁ་བསྐང་ཡང་རེད། བྱིས་པའི་སྐྱེས་བུ་དང་འབྲེལ་པའི་ཕུང་པོ་ལྔ་སྟེ། སོ་སོའི་སྐྱེས་བུའི་རྒྱུད་ཀྱི་ཕུང་པོ་ལྔ་པོ་དེ། ཆོས་ཅན། ཁྱོད་འཇིག་རྟེན་པ་རེད། ཁྱོད་འཇིག་རྟེན་པ་རེད། རྒྱུ་མཚན་ག་རེད་ཟེར་ན། ཚོར་བ་བདེ་སྡུག་གཉིས་ལ། བདེ་བ་དེ་བླང་བྱ་ཡིན་པར་ཞེན་པ་སྡུག་བསྔལ་དེ་དེ་ནི་དོར་བྱ་ཡིན་པར་ཞེན་པའི་ཞེན་ཆགས་ཀྱི་གྲུབ་འབྲས་རེད་ཟེར་བ་རེད། ཅེས་གོ་བདེ་པོ་རེད་དཔེར་ན་བྱིས་པའི་སྐྱེ་བོ་ཐམས་ཅད་དང་འབྲེལ་པའི་ཕུང་པོ་ལྔ་ཟེར་ན་ཆོས་ཅན་རེད། སྙིང་དོན་འདྲ་བོ་དེ་བྱིས་པའི་སྐྱེ་བོ་ཐམས་ཅད་དང་འབྲེལ་པའི་ཕུང་པོ་ལྔ་སྟེ། སོ་སོའི་སྐྱེས་པའི་རྒྱུད་ཀྱི་ཕུང་པོ་ལྔ་པོ་དེ་ཆོས་ཅན། འཇིག་རྟེན་པ་ཡིན་ཏེ། ཚོར་བ་བདེ་བ་ལ་བླང་བྱར་ཞེན་ཚོར་བ་སྡུག་བསྔལ་ལ་དོར་བྱར་ཞེན་པའི་ཞེན་ཆགས་དེ་ཡི་གྲུབ་འབྲས་རེད་ཟེར་བ་རེད། གཅིག་ཕྱིན་པ་རེད་ད་དེ་ནས། འཇིག་རྟེན་ལས་འདས་པ་དེ་འཕགས་པའི་སྐྱེ་བོ་ཐམས་ཅད་ཀྱིས་བསྡུས་པའི་བསམ་གཏན་བཞི་དེ་ནི་ཆོས་ཅན་རེད་རྟག་ཏུ་ཆོས་ཉིད་ཅེར་ཁ་གང་ཡང་རེད། མདོར་ན་འཕགས་པའི་སྐྱེ་བོ་ཐམས་ཅད་ཀྱིས་བསྡུས་པའི། བསམ་གཏན་བཞི་སྟེ། འཕགས་པའི་གང་ཟག་ཐམས་ཅད་ལ་ཡོད་ཆོག་པའི་བསམ་གཏན་བཞི་སྟེ། འཇིག་རྟེན་ལས་འདས་པ་རེད་ཟེར་བ་རེད། རྒྱུ་མཚན་ག་རེད་ཟེར་ན་ཁོ་ཟག་མེད་ཀྱི་ཡོན་ཏན་རེད་ཟེར་བ་རེད། ཨེ་ནི། ད་རྒྱའི་ནང་ནས་གཟུངས་གཉིས་ཡ་གཅིག་ཕྱིན་པ་རེད། ད་དེ་ནས་དེར་བ་ག་སོགས་ཟག་བཅས་དང་ཟག་པ་མེད་ཅེས་ཟེར་ཏེ། བདག་ཏུ་ལྟ་བའི་གཉེན་པོ་མ་ཡིན་པ་སངས་རྟགས་ཉེ་བར་སླེབ་པའི་ཕུང་པོ་ལྔ་སངས་ན་ཆོས་ཅན་སྒྲུབ་ཆོས་ཁ་བསྐང་ཡ་རེད། ཉེ་བར་སླེབ་པའི་ཕུང་པོ་ལྔ་ཉེ་བར་ལེན་པ་བསལ་ཏེ། མཛོད་ན་ལ་ཉེར་ལེན་དང་ཉོན་མོངས་གཉིས་མིང་གི་རྣམ་གྲངས་རེད། མངོན་པ་མཛོད་འདྲ་བོ་མངོན་པ་ཀུན་འདུས་འདྲ་བོ་ཆ་ཤ་པ་ཡིན་ན་ནི་ཉེར་ལེན་བསལ་ཏེ། མ་འོངས་པའི་ཕུང་པོ་ལ་དོན་གཉེར་གྱི་བསམ་བློ། ད་ལྟ་བའི་ཕུང་པོ་ལ་ཞེན་ཆགས་ཡོད་པའི་བསམ་བློ་གཅིག་ལ་ཉེ་བར་ལེན་པ་གཟིགས་པ་རེད། དེ་འདྲའི་ཉེ་བར་ལེན་པའི་རྐྱེན་གྱིས་ནི་བྱས་པའི་ཕུང་པོ་ལ་ཉེ་བར་ལེན་པའི་ཕུང་པོ་གཟིགས་པར་བ། མདོར་ན་ཉེ་བར་ལེན་པའི་ཕུང་པོ་ལྔ་པོ་དེ་ཟག་བཅས་རེད་གཟིགས་པ་རེད། རྒྱུ་མཚན་ག་རེ་ཟེར་ན་བདག་ཏུ་ལྟ་བའི་གཉེན་པོ་མ་ཡིན་པས་ཏེ། བདག་འཛིན་གྱིས་ཁ་གཏད་བྱེད་ཀྱི་ཡོད་མ་རེད་གཟིགས་པ་རེད།

མངོན་པ་ཀུན་འདུས་གནས་བཤད་པའི་ཟག་པའི་སྒོ་དྲུག་དང་བྲལ་བ་དང་ཟག་པའི་སྒོ་དྲུག་དང་འབྲེལ་བ་ཟེར་བཤད་དགོས་ཀྱི་ཡོད་ཡ་ན་ནི། མཛོད་ཀྱི་དམིགས་པ་མཚུངས་ལྡན་སྒོ་ནས་རྒྱལ་རུང་དེ་འདྲས་བཤད་དགོས་ཀྱི་ཡོད་དེ། འདིའི་སྐབས་ལ་ཟག་བཅས་ཟག་མེད་དེ་འདི་འདྲས་བཤད་བཞིན་འདུག་ད་ནི། བདག་འཛིན་གྱི་གཉེན་པོ་བྱེད་མ་ཐུབ་ན་ཁོ་ཟག་བཅས་རེད། བདག་འཛིན་གྱི་གཉེན་པོ་བྱེད་ཐུབ་ན་ཁོ་ཟག་མེད་རེད་ཟེར་བ་རེད། དེ་རེད་ད་འདི་གི། ཡ། གཉིས་ཟུང་གཅིག་ཕྱིན་པ་རེད་མདོར་ན་ཟག་བཅས་དང་ཟག་པ་མེད་ཟག་རྩ་བའི་ནང་ཟག་བཅས་ཟག་པ་མེད་ཆོས་དང་ཟེར་འདི་རེད། དེ་ནས་འདུས་བྱས་དང་འདུས་མ་བྱས། རྒྱུ་དང་རྐྱེན་ལ་རག་ལས་པ་འདོད་པའི་ཁམས་ལ་སོགས་པ་ཟེར་ན་རྒྱུ་དང་རྐྱེན་ལས་རག་ལས་པ་ཟེར་ན། རྟག། འདོད་པའི་ཁམས་ལ་སོགས་པ་ཆོས་ཅན། སྒྲུབ་མཆོད་ཁ་བསྐང་ཡ་རེ། འདོད་པའི་ཁམས་ལ། འདོད་པའི་ཁམས་ལ་སོགས། ཁམས་གསུམ་པོ་དེས་བསྲེ་བ་རེ། ཁམས་གསུམ་པོ་དེ་འདུལ་བྱེད་རེ། རྒྱུ་མཚན། རྒྱུ་དང་རྐྱེན་ལས་རག་ལས་པ། ཁོ་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བའི་འབྲས་བུ་རེ་བསྲེ་བ་རེ། དེ་གི་འདུས་བྱས་ཡ་གཅིག་ཅིང་རྒྱུད་ལ་མི་ལྟོས་པ་དེ་བཞིན་ཉིད་ཟེར་ཏེ་དེ་བཞིན་ཉིད་ཟེར་ན་ཆོས་ཅན། རྒྱུད་ལ་མི་ལྟོས་པའང་ཟེར་ན་རྟག། སྒྲུབ་ཆོས་ཁ་གང་དེ་བཞིན་ཉིད་ལྟ་བུ། དེ་ནི་འགོག་པ་གཉིས་ལྟ་བུ་ནམ་མཁའ་ལྟ་བུ་དེ་ཚོ་ཚང་མ་འདུས་མ་བྱས་རེད་ཟེར་བ་རེད་རྒྱུ་མཚན། རྒྱུད་ལ་མི་ལྟོས་ཁོ་རྒྱུད་ལ་བརྟེན་ནས་མ་བྱུང་བ་རེད་ཟེར་བ་རེད། འོ་དེ་གི་ད། གང་དག་འདུ་བྱེད་འདུས་མ་བྱས་སུ་ཕྱིན་པ་རེད་ད། དེ་དུས་དེ་ནས་བཟུང་བཞི་གནང་ནས་བཟུང་གསུམ་ཡ་དྲུག་ཕྱིན་པ་རེད་ད། དེ་ནས་ལྷག་མ་དེ་རེད། སློབ་མ་ཐུན་མོང་སློབ་མ་ཐུན་མོང་ཆོས་རྣམས་དག་གང་དག་ཐོས་པའི་ཐུན་མོང་མིན་སེལ་དེ་རེད། འཕགས་པའི་ཆོས་ཐམས་ཅད་ཀྱི་རྒྱུད་ལ་འབྱུང་བའི་བསམ་གཏན་བཞི་སེལ་དུས་དེ་ནས་འཕགས་པའི་སྐྱེས་བུ་ཐམས་ཅད་རྒྱུད་ལ་བྱུང་བ་སྟག་བསམ་གཏན་བཞི་ཟེར་ནས་མཆོད་སྦྱིན་སྒྲུབ་མཆོད་ཁ་གང་ཡང་རེད། མདོར་ན་བསམ་གཏན་བཞི། བསམ་གཏན་བཞི་ལ་སོགས་པ་དེ་ཚོ་ཐུན་མོང་གི་ཡོན་ཏན་རེད་ཟེར་བ་རེད། ག་རེ་རེད་ཟེར་ན་འཕགས་པའི་སྐྱེས་བུ་ཐམས་ཅད་རྒྱུད་ལ་བྱུང་བ་སྟེ། ཉན་ཐོས་འཕགས་པ་རང་རྒྱལ་འཕགས་པ་བྱང་སེམས་འཕགས་པ་སངས་རྒྱས་འཕགས་པ་ཚང་མ་ལ་ཡོངས་འཕྱོ་བའི་ཡོན་ཏན་དེ་རེད་ཟེར་བ་རེད། དེ་ནི་ཐུན་མོང་ཆགས་འགྲོ་བ་རེད། ད་ཐུན་མོང་མ་ཡིན་པ་ཟེར་ཏེ། ཡང་དག་པའི་རྫོགས་པའི་སངས་རྒྱས་རྒྱུད་ལ་བྱུང་བའི། ཆོས་ཅན་སྟོབས་བཅུ་ཟེར་ཆོས་ཅན་སྟོབས་བཅུ་ཟེར་ཏེ། ཆོས་ཅན་རེད། དེ་ནས་ཡང་དག་པར་རྫོགས་པའི་སངས་རྒྱས་རྒྱུད་ལ་བྱུང་བ་ཟེར་ན་དེ་རེད་ག་སུ་རེད་བརྟག་སྒྲུབ་ཆོས་ཁ་གང་ཡང་རེད། ཆོས་ཅན་སྟོབས་བཅུ་སྟེ། སྟོབས་བཅུ་ལ་སོགས་པའི་ཡོན་ཏན་དེ་ཚོ་ཟེར་བ་རེད། ཐུན་མོང་མ་ཡིན་པའི་ཡོན་ཏན་རེད། རྒྱུ་མཚན། ཡང་དག་པར་རྫོགས་པའི་སངས་རྒྱས་རྒྱུད་ལ་བྱུང་བས་ཏེ། སངས་རྒྱས་ཁོ་ནའི་རྒྱུད་ལ་བྱུང་བའི་ཡོན་ཏན་རེད། ཧོ། འདི་གི། དེ་ནས། དམིགས་པ། བརྒྱད་བྱིན་པ་རེད། མདོར་ན། བྱེ་བྲག་ཡིན་པའི་དམིགས་པ་བརྒྱད། སྤྱི་ཡིན་པའི་དམིགས་པ་གསུམ་ཟེར་ན་ད་བཅུ་གཅིག་བྱིན་པ་རེད། འདི་ཚོ་རེད། དེ་ས་བཅད་གཉིས་ནང་ནས། དེ་ནས་དེར་བ་ཁ་ས་བཅད་ནང་ནས། དེར་བ་སོ་སོར་བཤད་པ་ཟེར་བྱིན་པ་རེད། ད་དེ་ནི་དམིགས་པའི་ཚུལ་ཏེ། ཡུལ་བཅུ་གཅིག་ལ། ཐེག་ཆེན་སྒྲུབ་པའི། དམིགས་ཡུལ་གྱི་བྱེད་སྟངས་འདྲ་བོ་དེ་འདི་འདྲ་རེད་ཟེར་བ་རེད། དམིགས་པའི་ཚུལ་ཏེ། དེ་ལྟ་བུ། དེ་ལྟ་བུ་ལ་སོགས་པའི་ཆོས་ཐམས་ཅད། ཇི་ལྟ་བ་བཞིན་དུ་རྟོགས་པའི་རིམ་གྱིས་དམིགས་པས་ན་ས་འདིས་བསྟན་པར་དམིགས་ཚུལ་ཏེ། དེ་ལྟ་བུ་ལ་སོགས་པའི་ཆོས་ཐམས་ཅད་ཟེར་ན། གོང་དུ་བཤད་ཚར་པའི་དམིགས་རྐྱེན་ཐམས་ཅད་ཟིག་པ་རེད་དམིགས་རྐྱེན་ཐམས་ཅད་ཇི་ལྟ་བ་བཞིན་དུ་རྟོགས་པའི་རིམ་གྱིས་ཟིན་ཇི་ལྟ་བ་བཞིན་དུ་རྟོགས་པའི་རིམ་གྱིས་ཏེ། ཁོ་ཚོའི་གནས་ལུགས་དེ་ཐེག་ཆེན་སྒྲུབ་པའི་གོ་རིམ་བཞིན་དུ་རྟོགས་འགྲོ་གི་ཡོད་རེད། གོ་རིམ་བཞིན་དུ་རྟོགས་པའི་སྐབས་སུ། དེ་ནི། རང་རང་གི་ཆོས་དེ་དང་དེ་རྟོགས་པའི་སྐབས་སུ་རང་རང་གི་ཆོས་ཀྱི་དམིགས་ཡུལ་དེ་དམིགས་གྲུབ་ཀྱི་ཡོད་རེད་བྱས་ཙང། དེ་ནི་དགེ་བ་ལ་སོགས་བཅུ་གཅིག་དེ་ཐེག་ཆེན་སྒྲུབ་པའི་དམིགས་ཡུལ་ཡིན་ཟེར་བ་རེད། དེར་དམིགས་ཚུལ་ཞེས་དག་གྲངས་ཀྱི་སྒོ་ནས་འཇུག་བསྡུ་བ་རེད། དམིགས་པ་རྣམ་པ་བཅུ་གཅིག་གོ་ཟེར་ན། དམིགས་པ། དམིགས་པ་རྣམ་པ་བཅུ་གཅིག་གོ་ཟེར་ན། སྤྱིའི་དམིགས་པ་གསུམ། ལམ་སྣེ་འགྲིག་རེད། བྱེ་བྲག་གི་དམིགས་པ། མདོར་ན། སྤྱི་ཡིན་པའི་དམིགས་པ་གསུམ། བྱེ་བྲག་ཡིན་པའི་དམིགས་པ་བརྒྱད་དེ། ཐེག་ཆེན་སྒྲུབ་པའི་སྒྲོ་འདོགས་གཅོད་པའི་ཡུལ་དམིགས་པ། རྣམ་པ་རིགས་མ་འདྲ་བ་བཅུ་གཅིག་ཡོད་པ་ཡིན་ནོ། འོ་འདི་འདིའི་བར་དུ་མཆན་སོང་བ་རེད་ད་སྒྲུབ་པའི་སྒྲུབ་པའི་དམིགས་པ་ཟེར་ཏེ། ད་དེ་ནས་ཟབ་བྱེད་ཟབ་བྱེད་གསུམ་པ་སྒྲུབ་པའི་ཆེད་དུ་བྱ་བ་ཟེར་ཏེ། སྒྲུབ་པའི་ཆེད་དུ་བྱ་བ་ཟེར་ངེས་ཏེ་འདིར་བ་ག་སོགས་རེད། དེ་ནི་སྒྲུབ་པའི་ཆེ་བ་སེལ་དུས་གང། ཆེད་དུ་བྱ་བ་སེལ་དུས་གང་གི་ཆེད་དུ་ཐེག་ཆེན་སྒྲུབ་པ་བྱེད་པར་གྱུར་པའི་ཐོབ་བྱ་མཐར་ཐུག་ཡིན་ཐོབ་བྱ་སྤངས་རྟོགས་གང་རུང་གིས་བསྡུས་པའི་ཐོབ་བྱ་མཐར་ཐུག་སྟེ། དེ་སེལ་དུས་གང་གི་ཆེད་གང་གི་དབང་དུ་བྱས་ནས་དམིགས་ཡུལ་གང་གི་དབང་དུ་བྱས་ནས་ཐེག་ཆེན་གྱི་ཉམས་ལེན་བྱེད་པར་གྱུར་པའི། ཐོབ་བྱ་མཐར་ཐུག་ཡིན་པས། ཐོབ་བྱ་མཐར་ཐུག་སྤངས་རྟོགས་གང་རུང་གིས་བསྡུས་པ་དེ། དེ་ནི། ཆེད་དུ་བྱ་བ་ཟེར་ཏེ་ཡིན་གཟིགས་བར། ཡང་ན་ཆེད་དུ་བྱ་བ་ཟེར་ན། ཐེག་ཆེན་གྱི་ཉམས་ལེན་བྱེད་པ་ལ་བརྟེན་ནས་བྱུང་བས། དེ་ནི་མཐར་ཐུག་གི་སྤངས་རྟོགས་གང་རུང་དེ། ངས་ཆེད་དུ་བྱས་བ་ཡིན་ལབ་ནས་འགྲིག་གི་ཡོད་རེད་ཁར་སེམས། ཐོབ་ཆ་མཐར་ཐུག་རྐྱང་པ་ལ་འདི་སྦྱར་ན་ལྟས་འགྲིག་གི་ཡོད་ཟེར་མ་རེད་ཐོབ་ཆ་མཐར་ཐུག་རྐྱང་པ་ལ་སྦྱར་བ་ཡིན་ན། འདི་ཆེད་དུ་བྱས་བ་ཟེར་ན་ག་འདྲ་བྱེད་རེད་ཟེར་ན། ཐོབ་ཆ་མཐར་ཐུག་སྦྱར་བ་ཡིན་ན་ཀུན་མཁྱེན་གྱི་ཡུམ་དོན་ནང་ལ་འོ་ན་ལོངས་སྐུ་ཆོས་ཅན། ཆེད་དུ་བྱས་བ་ཡིན་པ་དག་ཁྱོད་རང་གི་བྱ་རྒྱུའི་མཚན་ཉིད་དེ་ཞུགས་པའི་ཕྱིར་གསུངས་འདུག་འདོད་ན། འདི་འདོད་ལབ་ཐུབ་མ་རེད་འདི་ཆེད་དུ་བྱས་བ་གསུམ་ཀ་མ་རེད་གསུངས་འདུག་ཨ། མདོར་ན་ཆེད་དུ་བྱ་བ་ཟེར་དུས་དང་བསྡུར་ན། ཐེག་པ་ཆེན་པོའི་ཉམས་ལེན་བྱེད་པ་ལ་བརྟེན་ནས་བྱུང་བའི་ཐོབ་བྱ་མཐར་ཐུག་ཡིན་པ་སྤངས་རྟོགས་གང་རུང་ཡིན་པ་དེ་འདྲས་ཀྱི་དགོས་ཀྱི་ཡོད་ས་རེད་ད་དེ་རེད། ཡང་ན་ཀུན་མཁྱེན་གྱི་མཚན་ཉིད་བཞག་པ་ནང་བཞིན་གང་གི་དབང་དུ་བྱས་ནས་ཐེག་ཆེན་གྱི་སྒྲུབ་པ་བྱེད་པར་གྱུར་པའི། མཐར་ཐུག་གི་སྤངས་རྟོགས་གང་རུང་གིས་བསྡུས་པ་ཟེར་འདི་བཞག་ནས་འགྲིག་ཡོད་རེད། དེ་བལྟས་ཚེ་གོ་བདེ་གི་མེད་པ་ཡིན་ན། ཨེ་ནི་ཐེག་ཆེན་གྱི་ཉམས་ལེན་ཞེས་པ་ལ་བརྟེན་ནས་བྱུང་བའི། ཐོབ་བྱ་མཐར་ཐུག་སྤངས་རྟོགས་གང་རུང་ཡིན་པ། དེ་འདྲ་ཅིག་ལབ་ནས་འགྲིག་གི་ཡོད་རེད། བྱས་ཙང་དེ་རེད་བ། ད། འདིར་བཤད་པ་ལ་དེ་ནི་མཚམས་སྦྱར་བ། རྩ་བ་ཞེས་པ། འབྲེལ་བ་ཞེས་པ་གསུམ་ཡོད་པའི་ནང་ནས་དང་པོ་མཚམས་སྦྱར་རེད།

དེ་ནས། དམིགས་པ་དེ་ལྟ་བུ་ལ་ཟེར་དུས་དེ་ནས། གོང་དུ་བཤད་ཟིན་པའི་དམིགས་པ་བཅུ་གཅིག་དེ་ལྟ་བུ་ལ་དམིགས་ནས་ཉམས་སུ་ལེན་པའི་ཐེག་ཆེན་སྒྲུབ་པ་དེ་ད་ཐོབ་བྱ་མཐར་ཐུག་འདྲ་བོ་དེ་ག་རེད་ལབ་རེད། དེའི་ཆེད་དུ་དེ་ནས་ཆེད་དུ་བྱ་བ་གསུམ་དེ་བཤད་དགོས་བྱུང་བ་རེད་དེ་ལ། རྩ་བརྒྱད་ན་ཡོང་བ་ན་ཞིང་རྩ་བ་འདྲེས་པ་གཉིས་ན་ན་གཉིས་པ་རྩ་བ་རེ། སེམས་ཅན་ཀུན་མཆོག་ཉིད་སེམས་དང་སྟོང་དང་རྟོགས་དང་གསུམ་པོ་དང་ཆེན་པོ་གསུམ་གྱི་རང་བྱུང་གི་ཆེད་དུ་བྱ་བ་འདི་ཤེས་བྱ་ཞེས་གསུངས་སོ་ཟེར་དུས་རྩ་བ་ཤེས་པ་རེ། ད་འདི་འདི་ལ་གསུམ་ཡོང་གི་འདུག་བ། དེ་ནས་ཆེད་དུ་བྱ་བ་གསུམ། དེ་ནས་སེམས་ཆེན་པོ་སྤངས་པ་ཆེན་པོ་རྟོགས་པ་ཆེན་པོ་ཟེར། འདི་སངས་རྒྱས་ས་ལ་བཞག་གོ་བའི་ཟེར་ཅི་ལྟར་ནི། འཕགས་པ་རྣམ་གྲོལ་དེ་ལ་སོགས་པ་རྣམས་ཀྱི་དགོངས་པ་ལ། དེ་གནས་སྐབས་དང་མཐར་ཐུག་གི་ཆེད་དུ་བྱ་བ་གཤེགས་ཡོད་ས་རེད། འགྲེལ་བ་དོན་གསལ་འདིའི་སྐབས་སུ་དམིགས་བསལ་དེ་འདྲའི་གེགས་གཤེགས་ཡོད་ས་མ་རེད། བྱས་ཙང། མཚན་ཉིད་པ་རང་ངོས་བཟུང་ནས་སངས་རྒྱས་ས་ལ་བཞག་འགྲོ་བ་རེད། སངས་རྒྱས་ས་ཡི་སེམས་བསྐྱེད་དེ། དེ་ནི། སེམས་ཆེན་པོ། སངས་རྒྱས་ས་ཡི་སྤངས་པ་དེ། སྤོང་བ་ཆེན་པོ། སངས་རྒྱས་ས་ཡི་རྟོགས་པ་དེ། རྟོགས་པ་ཆེན་པོ་ཟེར་ནས་བཤད་པ་རེད། ད་དེ་ནས་སེམས་ཆེན་པོ་ཟེར་ན་ག་འདྲ་ཅིག་ལ་ཟེར་དགོས་རེད་ཟེར་དུས། སེམས་ཆེན་པོ་དེ་ཡོད་པ་ཡིན་ན་ཡོད་མཁན་ཁོ་བོ་སེམས་ཅན་ནི་ཀུན་གྱི་ནང་ནས་མཆོག་ཏུ་བྱས་པའི་མཆོག་ཏུ་བྱས་འགྲོ་གི་ཡོད་རེད། དེ་འདྲ་ལ་སེམས་ཆེན་པོ་ཟེར་དགོས་རེད། ཡང་ཡང་ན་དེ་འདྲ་ཅིག། སྤོང་བ་ཆེན་པོ་དེ་ཡོད་པ་ཡིན་ན་ཡོད་མཁན་ཁོ་སེམས་ཅན་ཀུན་གྱི་ནང་ནས་མཆོག་ཏུ་བྱས་འགྲོ་གི་ཡོད། ད་ནི། རྟོགས་པ་ཆེན་པོ་ཡོད་ན་རྟོགས་པ་ཆེན་པོ་ཡོད་མཁན་དེ་སེམས་ཅན་ཀུན་གྱི་ནང་ནས་མཆོག་བྱས་འགྲོ་གི་རེད། སེམས་ཅན་ཀུན་གྱི་ནང་ནས་མཆོག་བྱས་ན་སེམས་ཅན་ཡིན་དགོས་ཀྱི་ཡོད་ས་མ་རེད། དཔེར་ན་དེ་རེད་བ། སྤོང་བ་ཆེན་པོ་དེ། སྤོང་བ་ཆེན་པོ། སེམས་ཆེན་པོ་ཡོད་མཁན་གྱི་གང་ཟག་དེས་སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱས་སོང་བ་རེད། སེམས་ཆེན་པོ་ཁོས། དེར་བ། སེམས། དེ་འདྲ་ཡིན་དུས། དེ་ནས་དེ་འདྲའི་གང་ཟག་དེ་སེམས་ཅན་རེད་བས། ཟེར་ན་སེམས་ཅན་མ་རེད་གསུངས་འདུག་ཀུན་མཁྱེན་གྱིས་ག་རེ་ཟེར་ན་ཁ་ཤས་རྟགས་གསལ་བཏང་གི་འདུག་ཨ། འོ་ན་དེ་རིགས་ག་སོགས་རེད། སེམས་ཆེན་པོ་རྒྱུན་ལྡན་གྱི་གང་ཟག་ཆོས་ཅན་སེམས་ཅན་ཡིན་པ་དང་སེམས་ཅན་ཀུན་གྱི་ནང་ནས་མཆོག་ཡིན་པའི་ཕྱིར་ལབ་ན། དེ་ནི་ཁྱོད་རང་ལ་འཕགས། སངས་རྒྱས་འཕགས་པ་ཆོས་ཅན་ནི་རྐང་གཉིས་ཡིན་པ་དག་ལ་རྐང་གཉིས་རྣམས་ཀྱི་མཆོག་ཡིན་པའི་ཕྱིར་དེ་ཡོང་གི་རེད་ཟེར་བ་རེད། འོ་དེ་འདྲ་ཡིན་དུས་གང་ལ་འདི་དེ་ཡིན་རྒྱུ་སངས་རྒྱས་ས་ལ་བཞག་དགོས་ཀྱི་རེད། དེ་ག་སོ་ན། དང་པོར་ཐོབ་ཐབས་བྱེད་མཁན་དེ་བྱང་ཆུབ་སེམས་དཔའ་རེད་དེ། ངོ་མ་ཐོབ་ས་དེ་སངས་རྒྱས་ས་ལ་རེད་དེ་ཡོད་རེད། འདིར་བ་དེ་རེད་བྱས་ཙང་དེ་ཡིན་དུས་གོང་ལ་ཆེད་དུ་བྱ་བ་གསུམ་ན་སེམས་ཆེན་པོ་ཟེར་ན། མཚན་གཞི་བཟུང་ས་སངས་རྒྱས་ས་ཡི་སེམས་བསྐྱེད། དེ་ནས་རྟོག་པ་སྤོང་བ་ཆེན་པོ་ཟེར་ན་མཚན་གཞི་བཟུང་ས་སངས་རྒྱས་ས་ཡི་སྤངས་པ། རྟོག་པ་ཆེན་པོ་ཟེར་ན་སངས་རྒྱས་ས་ཡི་རྟོགས་པ་དེ་རེད། ད་སེམས་ཆེན་པོའི་མཚན་ཉིད་ག་འདྲ་རེད་ཟེར་ན། རང་རྒྱུན་ལྡན་གྱི་གང་ཟག་དེས་སེམས་ཅན་ཀུན་གྱི་ནང་ན་ཆོས་ཉིད་དུ་བྱེད་པའི་སེམས་བསྐྱེད་དེ། སེམས་ཆེན་པོའི་མཚན་ཉིད་རེད་ཟེར་བ་རེད། སྤོང་བ་ཆེན་པོ་ཟེར་ན་རང་རྒྱུན་ལྡན་གྱི་གང་ཟག་དེས་སེམས་ཅན་ཀུན་གྱི་ནང་ན་ཆོས་ཉིད་དུ་བྱེད་པའི་སྤངས་པ་དེ་ནི་སྤོང་བ་ཆེན་པོའི་མཚན་ཉིད།

ཐོབ་བྱ་མཐར་ཐུག་ཆེད་དུ་བྱ་བ་གསུམ་པོ་ཟེར་ན་ཞེ་དག་མ་གསུངས་ན་ཆེད་དུ་བྱ་བ་གསུམ་ཟེར་ན་ཐོབ་བྱ་མཐར་ཐུག་ཅིག་ལ་ངོས་བཟུང། ཐོབ་བྱ་མཐར་ཐུག་དེ་ཡིན་པའི་སྟེང་དུ་སྤངས་རྟོགས་གང་རུང་ཅིག་ཡིན་པ་དེ་འདྲ་ཅིག་ལ་ངོས་བཟུང་དགོས་ཀྱི་རེད་དེ། སངས་རྒྱས་ས་ལ་ངོས་བཟུང་ཟེར་བ་རེད། དེ་ནི་ད་འདི་གསུམ་ཡོད་པ་ཡིན་ན་སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱེད་ཀྱི་ཡོད་རེད་དེ། སེམས་ཅན་སྐུ་ཉིད་རྣམས་ལ་ཕྱོགས་ཉིད་དུ་བྱས་ན་སེམས་ཅན་ཡིན་མི་དགོས་ཟིག་གོ་རེ། མདོ་དེ་འདྲས་བཞིན་རྩ་བ་ཞེས་ད་གཉིས་པ་འབྲེལ་བ་བཤད་པ་ལ། རྣམ་པ་ཐམས་ཅད་དུ་ཐམས་ཅད་མཁྱེན་པ་ཉིད་ཡོངས་སུ་ཤེས་པའི་སྒོ་ནས་འབྱུང་བར་གྱུར་པའི། བྱང་ཆུབ་སེམས་དཔའ་རྣམས་སངས་རྒྱས་བྱང་ཆུབ་སེམས་དཔའ་རྣམས་ཀྱིས་སེམས་ཅན་ཐམས་ཅད། སེམས་ཅན་ཀུན་གྱི་ཕྱོགས་ཉིད་དུ་བྱས་པའི་ཕྱོགས་ཉིད་སེམས་ཆེན་པོ་སྤོང་བ་ཆེན་པོ་རྟོགས་པ་ཆེན་པོ་ཉིད་ཀྱི་དབང་དུ་བྱས་ཏེ་དེ་ལྟར་བསྒྲུབ་པ་ལ་འཇུག་པ་དེའི་ཆེད་ཆེན་པོ་གསུམ་དང་ལྡན་པ། བདེན་པའི་ཆེད་དུ་བྱ་བ་གསུམ་དུ་ཤེས་པར་བྱའོ། དང་པོ་སྟེ། ཅི་དགའ་ན་བྱུང་བ་ན་ཧིན་ཅེ་སངས་རྒྱས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཆེད་དུ་བྱ་བ་གསུམ་དུ་ཤེས་པར་བྱའོ། འགྲོ་འདུག་དེ་ན་ཤི་འགྲོ་ན། སངས་རྒྱས་སུ་རྟག་བཞག་པའི་སངས་རྒྱས་སུ་མིང་རྟག་བཞག་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཆེད་དུ་བྱ་བ་གསུམ་དུ་ཤེས་པར་བྱའོ། ཆེད་དུ་བྱ་བ། དམིགས་ཡུལ་ཆེད་དུ་བྱ་བ་གསུམ་ཡོད་པ་ཤེས་དགོས་ཀྱི་རེད་ཟེར་བ་རེད། དེ་ནས། སངས་རྒྱས་སུ་འདོགས་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ད་གིན་མགོ་སྟེ་རྣམ་པ་ཐམས་ཅད་མཁྱེན་པ་རྣམ་པ་ཐམས་ཅད་དུ་རྣམ་པ་ཐམས་ཅད་མཁྱེན་པ་ཉིད་ཀྱིས་ཡོངས་སུ་ཤེས་པའི་སྒོ་ནས་འབྱུང་བར་གྱུར་པའི་ཕྱིར་རོ་ཟེར་རེད་འདི་འདོགས་པའི་རྒྱུ་མཚན་རེད། དེ་ནི་འགྲོ་དང་འདྲ་བ་རྣམ་པ་ཐམས་ཅད་དུ་ཡོངས་སུ་ཤེས་པའི་སྒོ་ནས་ཐམས་ཅད་མཁྱེན་པ་ཉིད་འབྱུང་བར་གྱུར་པའི་ཕྱིར་སེམས་འགྲོ་དགུ་འདུ་བྱེད་ཙམ་བཟློག་པའི་རྒྱུ་མཚན་འདྲ་བར་བྱེད་ན་རྣམ་པ་ཐམས་ཅད་ཡོངས་སུ་ཤེས་པའི་སྒོ་ནས་ཏེ། སངས་རྒྱས་ས་ཡི་དེ་ནས་ཆེན་པོ་གསུམ་པོ་དེ་ཤེས་ནས་ཟེར་བ་རེད།

རེད་བ། དེ་ནས་གསུམ་པོ་དེ་སྒྲུབ་དགོས་ཀྱི་རེད་ཟེར་གསུམ་པོ་དེ་སྒྲུབ་དགོས་ཀྱི་རེད་ག་རེད་ཟེར་ན། ཉིད་ཀྱི་དབང་བྱས་ཏེ་དེ་ལྟར་སྒྲུབ་པ་ལ་འཇུག་པ་དེའི་ཕྱིར། ཟེར་དུས། དེ་ནས་ཆེན་པོ་གསུམ་དེ་ཉིད་ཀྱི་དབང་དུ་བྱས་ནས་བསྒྲུབ་བྱ་ཆེན་པོ་གསུམ་ཡོད་པ་དེ་ལྟར་སྒྲུབ་པ་ལ་འཇུག་པ་དེའི་ཕྱིར་ཟེར་བ་རེད། འོ་ན་ཆེན་པོ་གསུམ་དེ་ག་རེ་རེད་ཟེར་ན་འདི་རེད། སེམས་ཅན་ཐམས་ཅད་སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་ཀྱི་སེམས་ཆེན་པོ་དང་པོ་ཞེས་པ་རེད། སེམས་ཅན་ཀུན་གྱི་སེམས་ཅན་ཐམས་ཅད་སེམས་ཅན་ཀུན་གྱི་མཆོག་ཉིད་ཟེར་ན་རྒྱུ་མཚན་རེད། སེམས་ཆེན་པོ་སོགས་ཆོས་ཅན་རེད། སེམས་ཆེན་པོ་སོགས་སྒྲུབ་ཆོས་རེད། ཆོས་ཅན་གྱི་ཁ་བསྐང་རྒྱུ་རེད། མདོར་ན། སེམས་ཆེན་པོ་ཉིད་ཟེར་ན་སྒྲུབ་ཆོས་སེམས་ཅན་ཐམས་ཅད་སེམས་ཅན་ཀུན་གྱི་མཆོག་ཉིད་ཟེར་ན་རྟགས་རེད། ཆོས་ཅན་ཁ་གང་ངོར་བ་ཆོས་ཅན་སངས་རྒྱས་ས་ཡི་སེམས་བསྐྱེད་དེས་ཟེར་བ་རེད། སེམས་ཆེན་པོ་གཉིས་སམ། སེམས་ཆེན་པོ་རེ་ཟེར་བ་རེད་རྒྱུ་མཚན། སེམས་ཅན་ཐམས་ཅད་སེམས་ཅན་ཀུན་གྱི་མཆོག་ཉིད་དེ། རང་རྒྱུན་ལྡན་གྱི་གང་ཟག་དེས་སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱས་པའི་སེམས་བསྐྱེད་རེད་ཟེར་བ་རེད།

སངས་རྒྱས་ས་ཡི་རྟོགས་པ་དེ་རྟོགས་པ་ཆེན་པོ་རེད་ག་རེད་ཟེར་ན་རང་རྒྱུན་ལྡན་གྱི་གང་ཟག་དེས་སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱེད་པའི་རྟོགས་པ་རེད་ཟེར་བ་རེད། འོ་དེར་བ་རང་རྒྱུན་ལྡན་གྱི་གང་ཟག་རང་རྒྱུན་ལྡན་གྱི་གང་འདི་ལ་དཔེར་ན་སེམས་ཆེན་པོའི་མཚན་ཉིད་ལ་འདི་གསུངས་འདུག་རང་རྒྱུན་ལྡན་གྱི་གང་ཟག་སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱེད་པའི་སེམས་བསྐྱེད་ཟེར་གསུངས་འདུག་རང་རྒྱུན་ལྡན་ཟེར་ན། དེ་ནས་སངས་རྒྱས་ས་ཡི་སེམས་བསྐྱེད་དེ། རང། རང། སྟེ། སངས་རྒྱས་སའི་སེམས་བསྐྱེད་དེ། རྒྱུན་ལྡན་གྱི་གང་ཟག་དེ། སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ། བྱེད་མཁན་གྱི་སེམས་བསྐྱེད་དེ། དེ་ནི་སེམས་ཆེན་པོ་རེ་ཟེར་བ་རེད། ཨ་ནི། སངས་རྒྱས་སའི་རང་རྒྱུན་ལྡན། སངས་རྒྱས་རང་སྟེ། སངས་རྒྱས་སའི་སྤངས་པ། དེ། རྒྱུད་ལ་ཡོད་མཁན་གྱི་གང་ཟག་དེ། སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱེད་པའི་སྤངས་པ་དེ། དེ་ནི། སྤངས་པ་ཆེན་པོ་ཟེར་གྱི་རེད་ཟེར་བ་རེད། དེ་འདིར་འགྲོ་ཡ་རེད་ཚང་མ་ལ། རྟོགས་པ་ཆེན་པོ་ཟེར་ན། རང་རྒྱུད་ལྡན་གྱི་གང་ཟག་དེ། སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱེད་པའི་རྟོགས་པ་ཟེར་དུས། དེ་ནི། རང་སྟེ། སངས་རྒྱས་སའི། རྟོགས་པ། དེའི་རྒྱུན་ལྡན་གྱི་གང་ཟག་དེས་སེམས་ཅན་ཀུན་ཉིད་རྣམས་ནི་ཕྱོགས་ཉིད་དུ་བྱས་པས། རྟོགས་པ་དེ་རྟོགས་པ་ཆེན་པོའི་མཚན་ཉིད་ཡིན་ཟེར་རྒྱུ་རེད། བྱས་ཙང་དེ་ཡིན་དུས་ང་ཚོ་ཆེད་དུ་བྱ་བ་བདག་དང་འབྲེལ་བ་དོན་སེལ་འདི་བྱེད་དུས་ཆེད་དུ་བྱ་བ་གསུམ་པོ་དེ་མཐར་ཐུག་གི་དབང་དུ་བྱས་སོང་བ་རེད་ཚང་མ་སངས་རྒྱས་ས་ལ་སྦྱར་སོང་བ་རེད། སངས་རྒྱས་ས་ལ་སྦྱར་སོང་བ་རེད། བྱས་ཙང་དེ་ཡིན་དུས། སེམས་ཆེན་པོ་ཡོད་པའི་ཡོད་ན་སེམས་ཅན་ཀུན་གྱི་ནང་ན་མཆོག་ཉིད་དུ་བྱེད་ཀྱི་རེད་དེ། ཡོད་མཁན་དེ་རང་རྒྱུན་ལྡན་གྱི་གང་ཟག་དེ་སེམས་ཅན་ཡིན་མི་དགོས་ཟེར་བ་རེད། དཔེར་ན། རྐང་གཉིས་རྣམས་ཀྱི་གཙོ་བོ་ལྷ་དུས་ཤཱཀྱའི་ཐུབ་པ་རྐང་གཉིས་ཡིན་དགོས་ཀྱི་མ་རེད་ཟེར་བ་རེད། རྐང་གཉིས་རྣམས་ནི་རྐང་གཉིས་རྣམས་ཀྱི་མཆོག་ཟེར་བར་བ་ཤཱཀྱའི་བསྟོད་པ་དེ་རྐང་གཉིས་རྣམས་ཀྱི་མཆོག་རེད་དེ། ཤཱཀྱའི་བསྟོད་པ་རྐང་གཉིས་ཡིན་དགོས་མ་རེད་ཟེར་བར། དེས་ན་བཞིན་སེམས་ཅན་ཀུན་གྱི་ནང་ནས་མཆོག་ཉིད་དུ་བྱེད་དགོས་བར་དེ་ཁོ་སེམས་ཅན་ཡིན་དགོས་མ་རེད་ཟེར་བ་རེད། དེ་རེད་མདོར་ན་འདིའི་སྐབས་ལ། ཆེད་དུ་བྱ་བ་ཟེར་ཏེ་ཆེད་དུ་བྱ་བ་ཆེན་པོ་གསུམ་ཟེར་ཏེ། དེ་ནས། མཚན་ཉིད་ངོ་མ་འདྲ་བོ་སྟེ་ཀུན་མཁྱེན་འདིས་གསུངས་སོ། གང་གི་དབང་དུ་བྱས་ནས་ཐེག་ཆེན་གྱི་སྒྲུབ་པ་བྱེད་པར་གྱུར་པའི། མཐར་ཐུག་གི་སྤངས་རྟོགས་གང་རུང་གིས་བསྡུས་པ་གསུངས་ཞེས་དུ། དེ་བློ་ལ་བཞག་ཡོད་དེ་གལ་ཆེན་པོ་རེད་དེ། དང་པོ་ང་ཚོས་བསམ་བློའི་ནང་ལ། ཨེ་ནས། ཅི་སླེབས་དགོས་རུང་བ་གོ་བ་འདྲ་བོ་ཆེ་རགས་པ་ཅིག་སླེབས་དགོས་རུང་བ་གོ་བ་རགས་པ་ཅིག་སླེབས་པར་བྱ་བ་ལ། ཨེ་ནས་འདི་འདྲས་ཀྱི་བཟུང་ནས་དཔེར་ན། སངས་རྒྱས། ཐོབ་བྱ། བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་པ་ལ་བརྟེན་ནས་ཐོབ་བྱ་མཐར་ཐུག་ཡིན་པ། སྤངས་རྟོགས་གང་རུང་ཡིན་མཁན་གཅིག། འདི་ཆེད་དུ་བྱ་བ་ཟེར་དེ་ཡིན་མི་སྲིད་བ་རེད། དེ་ཡིན་ན་ཏག་ཏག་རེད་ག་རེ་ཟེར་ན། སེམས་ཆེན་པོ་དང་རྟོགས་པ་ཆེན་པོ་དེ། སྤངས་རྟོགས་གཉིས་ཀྱི་ནང་ནས་རྟོགས་པ་རེད།

དེ་ནི་ཐེག་ཆེན། སྒྲུབ་པའི་ཆེད་དུ་བྱ་བ་འདི་འདྲ་ཅིག་རེད་འདུག་ད་སྒྲུབ་པ་དེ་ཉམས་ལེན་རང་རེད་འདུག་ད་ང་ཚོ་སྡེ་སློབ་མ་མང་པོ་ཡོང་གི་རེད་སྒྲུབ་པ་ཟེར་དེ་ཉམས་ལེན་རེད། ཨ་ནི་ཉམས་ལེན་གྱི་དམིགས་ཡུལ་ཡོང་གི་རེད་ཉམས་ལེན་གྱི་དམིགས་རྐྱེན། དེ་རེད་དེ་རེད་ད་དམིགས་རྐྱེན་དེ་ཡིན་གཅིག་མིན་གཅིག་གི་རྣམ་པ་གཏོད་བྱེད་ལ་འགྲོ་དགོས་གལ་ཡོད་མ་རེད་དེ་ད་དམིགས་རྐྱེན་རེད་ཉམས་ལེན་གྱི་དམིགས་རྐྱེན་དེ། དེ་ནས་ཉམས་ལེན་གྱི་དམིགས་རྐྱེན་ཇི་དགེ་བར་དེ་ཉམས་ལེན་དེ་དམིགས་ཡུལ་གྱི་དགུ་དགུར་བ། དམིགས་ཡུལ་དེ་དེ་ནས་ཆེད་དུ་བྱ་བ་ཆེན་པོ་གསུམ་རེ་ཟེར་བ་རེད། དེ་ནས་འགྲོ་ཡི་རེད།